ཨོ་ད་ལྟའི་ལ་ང་སོ་ཆ་གཉིས་ཞེས་པའི་སྐབས་རེད་ད་ལྟའི་ཆ་བཞི་བཅུ་པའི་གི་འགྲེལ་བཤད་གི་ནང་ལ། རྒྱ་བོད་ཀྱི་མཁས་གྲུབ་ཉི་ཟླ་དང་ས་བདན་གྱིས་ད་ང་ཡིན་ཁོ་ཡིན་ཟེར་མི་མང་པོ་ཅིག་གི་འགྲེལ་བ་མང་པོ་ཅིག་ཡོད་རེད་དེ་ད་དེའི་ནང་ནས་གཅིག། རྒྱལ་བའི་དགོངས་པ་རང་རྟོགས་ཀྱིས་བཀྲལ་བ་ཞེས་པ་ལ་རང་འོང་འཇོག་གསུང་གིས་ཤེས་བུ་དམ་པ་ཚད་མར་གྱུར་པ། དེ་སྤང་མཁན་འཕགས་པ་ཀླུ་སྒྲུབ་ཀྱིས་ད་མཛད་དགོས་པའི་གི་འགྲེལ་བ་དེ་བྱིན་རླབས་འོག་འཆད་རྒྱུ་རེད།

ཀྱེ། ད་ཆ་ལོག་བཤད་པ་འདྲ་བོ་དང་གཞོན་དངུལ་བཤད་པ་འདྲ་མ་རྣམ་པ་གཉེན་བཤེས་ཨེ་རེད་ཕྱི་སྟངས་ཀྱི་རྒྱ་འདྲེ་ཐང་བྱས་ལ་ས་བྱས་ཟེར་ཡོད་མ་རེད། རྒྱ་མཚང་གཞོག་གི་སྒོ་ནས་བྱས་ཟེར་དུས་གང་ལ་ཚིག་ལྡན་གཉིས་པོ་ག་ནས་འབྲེལ་བ་ཐུག་ན་འབྲེལ་བས་འབྲེལ་བ་ལ་མ་མཚང་གཞོག་བོས་འགྲོ་རྒྱུ་བསྟན་གྱི་རེད་མ་གཏོགས། འོ་དེ་ས་བྱས་ས་བྱས་ལི་ཤ་ལི་ཤ་ཕ་བགོ་བཤའ་འདྲ་བོ་རྗེས་གཞུང་བསྟན་དེ་དེ་འདྲས་མ་བཤད་པའི་གི་ལུགས་སོགས་འདྲ་བོ་རྒྱ་གར་མེད་རེད། དེ་མེད་དུ་གོང་ནས་རྒྱ་མཚངས་ཞོར་གྱི་སྒོ་ནས་བཤད་སོང་བོད་ས་སྐྱེས་ཀྱི་སྒོ་ནས་བཤད་སོང་ད་བོད་ཀྱི་བླ་མ་ཐམས་ཅད་ཀྱི་མ་གོ་བདེ་བ་ཅིག་དང། གོ་བ་ལེན་བདེ་བ་ཅིག་འདུག་གཟུང་ས་འཇོག་ས་སྐྱོང་ས་འདྲ་ཅིག་རག་ཆེ་བས་ཀྱི་བསྟན་འདུག་ལ། དེ་གཞུང་བསྟན་ཐམས་ཅད་ཕག་སྒོ་ལྕགས་འདྲ་བོ་རྗེ་རྩ་བའི་ས་སྐྱེས་ཞེས་ནས། དེ་དེའི་སྒོ་ནས་འཆད་གི་ཡོད་རེད་བ། ད་ས་སྐྱེས་འདྲ་བོ་དེ་ཅིག་གང་ཞིག་ཏུ་མ་སོང་ན་གོ་བདེ་བས་ཀྱི་གང་ཞིག་ཅིག་ཡོད་རེད་བ་དེ་ཤེས་ནས་ངེས་གནང། ས་སྐྱེས་འདྲ་བོ་འོང་དུ་གཏོང་དགོས་པ་ཡིན་ན་དེ་བར་དུ་དགེ་བའི་གཞུང་དོན་གཞུང་དངོས་བཤད་པ་དག་དེ་ལ་ཡང་དེ་བགོ་བཤའ་རྒྱག་དགོས་ན་ད་ཕུང་པོ་སོང་གི་དན་ཏོག་རྣམ་པ་སོང། ཡན་ལག་བདུན་གྱི་ནང་ཚུལ་སོགས་ཡན་ལག་བདུན་གྱི་ནང་ནས་ཡན་ལག་སོང་ཟེར་ནའང་འགྲིག་གི་རེད་ཤཱཀྱ་ཐུབ་པའི་ཕུང་པོ་བདུན་གྱི་ནང་ནས་ཕུང་པོ་སོང་ཟེར་ནའང་འགྲིག་གི་རེད། མདོར་ན་ཕྱག་འཚལ་བའི་ཕུང་པོ་དང། དེ་སྡིག་པ་བཤགས་པ་བྱེད་པའི་ཕུང་པོ་དང། དངོས་ཡོད་ཀྱི་ཕུང་པོ་དེ་གསང་བ་ཉམས་སུ་ལེན་པ་ལ་བརྟེན་ནས། འོ་དོད་སྡེ་སྒྲིག་ཉིས་སྟོང་དྲི་མེད་ཚོ་ཁྱད་པར་དུ་ད་ཐུབ་པ་ཆེན་པོའི་མདོ་སྡེ་དེ་ཡིན་དུས་ཐུབ་པ་ཆེན་པོས་གི་སྒྲ་ཁ་སིག་ཏུ་སྟོན་པ་ཞིག་ག་དུས་དེ། ཐེག་ཆེན་གྱི་ད་སྟོན་དབང་ཐང་ཆད་པར་བཤགས་པ་ཞེས་པ་གསལ་རྒྱུ་ཆེན་དེ་འདྲའི་གི་གཙོ་བོ་དགོས་པ་མི་ཡོད་དུས་དད་འདུ་ལ་དེ་མཛད་བཞག་རྒྱུ་གསུངས་བཞག་རྒྱུ་གསུངས་པ་དེ་ལ་བརྟེན་ནས་ཚར་གཅིག་གསུངས་པའི་གི་ཉམས་ལེན་འདི་ལ་བརྟེན་ནས་ཡང། དེ་ནས་གི་འགལ་འབུ་ཀླུ་སྒྲུབ་ཤེས་མདོ་དེའི་ནང་ལ་གསུངས་ཡོད་པ་ལྟ་དུས་ག་འདྲས་གསུངས་སོང། ཤ་ཆུ་ཐུབ་པའི་ཚགས་གཅིག་དང་ཤ་འདི་སངས་ཚར་བ་དག་ཏུ་སྙམ་དུ་ལས་དང་པོ་བགྲོད་ཀྱི་མི་བསད་པའི་སྡིག་པ་ཕོག་ཐུག་བསྡད་པས་དེ་བྱང་ཆུབ་སེམས་དཔའ་སུམ་ཅུ་སོ་ལྔ་པོ་གཙོ་བོ་བྱས་པའི་གེགས་དེ་འཁོར་དཔག་ཏུ་མེད་པ་ཅན་གྱི་ས་དང་པོ་ལ་རག་ཏུ་དགའ་བ་ལ་སོགས་པའི་དེ་ནི་གེགས་ས་བཅུ་གི་རྟོག་པ་ཅི་རིགས་ལ་བཀོད་གསུངས་རྒྱུ་རེད་འོ་སངས་ཨ་མི་ཐེ་ནོ་དེ་དེ་འདྲ་བོ་ཅིག་གི་སྡིག་པ་སྒྲིབ་པ་ཉེས་ལྟུང་དྲི་མི་ཚུགས་ཐམས་ཅད་གཞོམ་བས་ཀྱི་དན་དུ་ལ།

གཞུང་བཞིན་ཆུ་བེད་ཀྱི་ཕུལ་དུ་བྱུང་བ་བཅས་ཀྱི་ཡིན་པའི་སྤང་རྟགས་ནི་ཤཱཀྱ་ཐུབ་པའི་ཚར་གཅིག་གསུངས་པ་དང་དཀྱིལ་འཁོར་སློབ་མ་དཔག་ཏུ་མེད་པ་ས་བླངས་ཀྱི་རྟོགས་པ་ལ་བཀོད་གསུངས་ཀྱི་དེ་ག་རང་གི་གདེང་དཔུང་ཞིག་ཐུབ་པ་ཅན་གྱི་བདེན་པའི་ར་སྤྲོད་དེ་ག་རང་ཐུགས་བདེ་བ་ཅིག་དེ་རེད། དེ་དེ་ཡིན་ན་ཡང་ཁྱབ་པ་འདྲ་ཅིག་ཡོད་རེད་ཟེར་ན་ནི་ཁྱབ་པ་གཏན་ནས་མེད་པ་ཅན་གྱི་རེད་ཁྱབ་པ་ཡོད་ཚུལ་དེ་རྒྱལ་བའི་བཀའ་རྣམས་ལ་གསང་ཡོད་མེད་དུས་བླ་མེད་ཀྱི་ལམ་ལ་ཡང་གང་ལ་ཡང་མི་འདུག་ཟེར་རྒྱུ་དེ་འདྲ་ཅིག་ཡིན་དུས་དེ་འདི་ལྟར་ཆགས་པ་མེད་པའི་རྒྱུ་མཚན་ཅི་རེད་དགོས་ཟེར་ན་སྡིག་པ་གཞོམ་བར་བྱེད་པ་ལ་དེ་གཞོམ་བྱེད་སྤྱོད་པའི་ཐབས་དེ་ལ་དངོས་ཉིད་བར་ཆད་མེད་ལམ་ཟེར་ནས་ཟག་མེད་ས་བླང་གི་རྟོགས་པ་རྒྱུད་ལ་ཤེས་རྟོགས་ཀྱིས་དེ་ནི་སྒྲིབ་པ་གཞོམ་སྤྱོད་བྱས་ནས་སྐྱེ་བའི་དང། ཡང་ན་སོ་སོ་སྐྱེ་བའི་གི་ལམ་དང་སོ་སོ་སྐྱེ་བའི་གི་ས་ནས་དེ་ནི། སྤོང་བྱེད་སྤྱོད་པའི་གི་གཉིས་པོ་རྟོགས་བཞི་པོ་དེ་མཚུངས་པའི་རྟོགས་ཀྱི་སྒོ་ནས་ཁ་ན། ལག་སྡིག་ཟེར་བ་ནང་གི་ཅིག་གིས་ད་ཅི་ལུས་ཀྱི་སྡིག་པ། ངག་གི་སྡིག་པ་སེལ་དགོས་ཀྱི་ཡོད་ན། ལུས་ངག་ཡེ་གསང་གི་བདེ་སྡིག་དེ་སོགས་ཐམས་ཅད་པར་སྦྱོང་བ་ཞིག་བྱེད་དེ་ནས་གཉིས་པོ་འདི་འགྲོགས་དགོས་པའི་ཚོད་ལ། དེ་ཡས་རྟོགས་བཞི་པོ་ཚང་དགོས་ཚུལ་འོ་དེ་སོགས་ཐམས་ཅད་ཚང་དུ་མི་སོང་ལ་རག་ལས་པ། ཚང་ན་ཡང་ཚང་ལུགས་ལ་རག་ལས་པའི་པ། དེ་སོགས་ཐམས་ཅད་ཀྱི་རྒྱུ་རྐྱེན་འདི་བཤད་ནས་དེ་མཐའ་གཅིག་ཏུ། ཁྱབ་པ་འདྲ་པོ་དེ་ཡོག་ཐུག་གི་མ་རེད་ཟེར་ནས་ཨོ་ད་དེ་འདྲའི་འདྲ་པོ་ཡི་ག་ཚོང་གང་ནས་ཡོད་ད་པ་རིག་གི་འདྲ་དེ་འདྲའི་གནད་འགག་ཆེ་བ་ཞིག་འདི་ཡིན་པའི་རྒྱུ་མཚན་གྱིས་དེ་ངས་ཅུང་མང་ནུས་བཞིན་དུ་འདེམས་དགོས་པའི་གནད་འགག་དེར་བ་ཟུག་དེ་མ་གཏོགས་ཅི་ཟེར་འདི་ཟེར་མིའི་སྡེ་བཟོས་འདྲ་ཅིག་ཅིག་མ་རེད་དེ། དེ་གནད་འགག་ཆེ་བ་ཞིག་ཡིན་པའི་རྒྱུ་མཚན་དེ་རེད། ད་དེ་ལྟར་བཞི་པོ་ཚོང་པའི་སྒོ་ནས་མ་ད་ཕུང་པོ་སྲང་དེ་ཉང་ལེན་བྱེད་ཡོང་དུས་དང་པོ་ཤ་ཚ་བའི་ཕུང་པོ་དེ་རེད་དེ་ཤ་ཚ་བའི་གི་ཕུང་པོ་དེ་དག་ཐང་ཆེན་གི་ནང་ནས་ཡང།

དེ་ནས་སྔ་རྗེས་བསྡུས་པ་ཁོང་དུ་དུག་སོང་བ་ལྟར་དུ་ངོ་ཚ་འཇིགས་སྐྲག་འགྱོད་པ་ཆེན་པོས་ཤོག་སྒོ་གི་རིས་སུ་ཆགས་མེད་རིན་པོ་ཆེ་གིས་གསུངས་པ་ལྟར་དུ། དེ་དེ་སྔའི་ཞལ་དཔེ་གྱི་བསྡུས་པ་དེ་སོགས་དང་བཅས་ལ་ད་འགྱོད་པ་ཅིག་ཡོད་ན། དེ་བསྡུས་པ་བྱུང་བ་ལ་དཀའ་ངལ་བསགས་ནས་མེ་རྒྱུག་བརྒྱ་ཤ་བརྒྱ་འདྲ་བྱས། ཧ་ལམ་ཐག་ཆོད་བསྡད་རྒྱུ་འདྲ་བོ་ཨེ་རེད། དེ་འགྱོད་པ་ཟེར་མཁན་དེ་ལ་ད་བཟོ་ངེས་རྙེད་ཡོད་རེད། གང་ལ་འགྱོད་པ་བཤད་སྲོལ་ཡོད་དེ་ཚང་མ་རྩ་མིག་བྱེད་འགྲོ་རྒྱུ་ཅན་དང། ད་ཧྲུལ་པོ་བྱེད་འགྲོ་གསུངས་འདུག་གང་ལ་ད་རྣམ་པས་འབྲས་བུ་འབྱིན་མི་ནུས་པའི་ཞིག་འགྲོ་གི་ཡོད་རེད་ད་འབྲས་བུ་ཤེས་མི་ནུས་པ་ཞིག་ཚད་དེ་ནི་ད་འཕྲོ་བརླག་གཏོང་ཚར་རེད། སྡིག་པ་བྱས་པའི་དམྱལ་བ་ཤེས་ཀྱིན་སྤྱོད་པའི་རྒྱུ་ས་བོན་གཏད་ཚར་བ་དེ་ལ་འགྱོད་པ་ཚད་དུ་ལྡན་པ་ཅིག་ཤེས་སོང་བས་ན་དེ་དམྱལ་བའི་གི་འབྲས་བུ་ཤེས་ཐུབ་མ་རེད་དེ་རེ་ཞིག་ཅིག་དམྱལ་བར་ཤེས་མི་ཐུབ་ཚད་དེ་པོ་འབྱན་ཚར་རེད་ད་དེ་འདྲ་ཅིག་རེད། དེ་རྣོ་རྒན་ཅིག་གིས་སྡིག་པ་ལ་འགྱོད་པ་བྱས་དོགས་ཀྱིས་སྡིག་པ་དེ་ཧྲུལ་པོ་བྱས་ནས་འབྲས་བུ་འབྱིན་མི་ནུས་པར་འཕྲོ་བརླག་གཏོང་འགྲོ་བ་བཞིན་དུ། གལ་སྲིད་བཤད་ཟིན་པའི་དགེ་རྩ་གཅིག་ལ་འགྱོད་པ་བྱེད་དགོས་པ་ན་རྒྱལ་བབ་དགེ་རྩ་དེ་བཞིན་རུང་དེ་ནི་དེ་བས་འབྲས་བུ་འབྱིན་མི་ནུས་པར་དགེ་རྩ་ཐམས་ཅད་འཕྲོ་བརླག་དང་འགྲོ་གི་ཡོད་རེད། དེ་གཉིས་ཁྱད་པར་མེད་པར། འགྱོད་པ་ཟེར་མི་དེ་ལ་དེ་ལྟ་བུའི་བཟང་པོ་གཅིག་དང་ངན་པ་གཅིག་ཡོད་པ་དེ་ཧ་དེ་གོ་དགོས་ཀྱི་དེ་དཔེ་མ་ཟད་གལ་ཆེན་པོ་རེད་དགེ་བའི་ལས་རང་གི་སྲོལ་དགེ་བ་ལ་ཡང་དེ་འགྱོད་པ་ཞིག་དགོས་པ་ཡིན་ན་དེ་འགྱོད་པ་ཞིག་དགེ་བ་དེ་དེས་ཡོད་ཟིན་པ་ཡིན་ན་དེ་འཕྲོ་བརླག་གཏོང་འགྲོ་གི་ཡོད་བྱས་ཟིན་པའི་སྡིག་པ་དེ་ལ་འགྱོད་པ་ཡོད་ན་ནི་འཕྲོ་བརླག་གཏོང་འགྲོ་གི་ཡོད་རེད་འགྱོད་པ་དེ་རྩ་ནས་མེད་ན་ནི་དགེ་བ་དགེ་བ་དེ་འཕྲོ་བརླག་གཏོང་ཐུབ་ཀྱི་ཡོད་མ་རེད་ལ་སྡིག་པ་དེ་གཞུང་བཞིན་བྱུས་པ་སྒྱུར་འགྲོ་ཐུབ་ཀྱི་ཡོད་མ་རེད་དེ་དེ་སྐྱེ་ཡི་རེད།

དེ་ནས་སྡིག་པ་བྱེད་པ་གཅིག་ལ་ཡང་ཡང་དེ་ལ་དགའ་བར་བྱས། རྒོད་སྣང་ཤར་བ་སྣང་ཤར་འཕོ་འགྱེན་ཡིན་སྣང་ཤར་དེ་དེ་ལྟ་ལྟ་ལྟ་བུ་བྱས་ནས་ཅེས་ཕྱིན་ཅི་ལོག་པའི་ལྟ་བ་དང་ཕྱིན་ཅི་ལོག་པའི་བཤད་པ་ཕྱིན་ཅི་ལོག་པའི་གིས་ད་གར་སའི་ཡུལ་སོགས་གང་ཞིག་དེ་སོགས་ལ་བརྟེན་ནས་ཡང་སྡུག་སྡིག་པ་ལ་ཡང་རྗེས་སུ་ཡི་རང་བྱེད་མཁན་མང་པོ་ཡོད་རེད་ང་སོགས་དམངས་ཁྲོད་ག་ས་ག་ལ་ཡོད་རེད་དེ་འདྲ་བུ་བྱེད་དགོས་པ་དེ་ཞིག་དེ་འདྲ་ཧ་ལས་པའི་གི་དེ་ཞིག་མ་བྱས་ན་ཡང་སྡིག་པ་དེ་དེ་རང་གི་རྒྱུད་ལ་ཐོབ་ཡོང་གི་ཤེས་ཡོང་གི་ཡོད་རེད་དེ་ཡིན་དུས་བྱ་དགོས་རྒྱུ་ཅི་འགའི་དགེ་བ་ལ་དེ་ནས་རྗེས་སུ་ཡི་རང་ཞེས་བྱ་མི་དགོས་བརྗོད་ཀྱི་དེ་ནས་བདག་བསྡུས་པ་དེ་སོགས་ཐམས་ཅད་ལ་རྗེས་སུ་ཡི་རང་དུས་ནང་འདོགས་བྱ་མི་རུང་པ་ལོ་ད་དེ་ང་རང་ཚོ་གཅིག། ཡ་རེད་བདེ་བ་ལ་རེ་བ་བྱེད་མཁན་གྱིས་གཅིག་གིས་རྒྱུ་འབྲས་གསུང་མཁན་གྱི་གང་ཟག་དེ་སོགས་ཐམས་ཅད་ཀྱིས་མ་ཤེས་ན་མི་ཆོག་པ་མི་རུང་པ་ལྟ་བུ་འདྲ་དེ་འདྲས་རེད་ཨེ་རེད། དེ་གཉིས་དན་དང་གཅིག་པ་འདྲ་རྒྱུ་ཧ་ལམ་དེ་འདྲས་རེད།

དེ་གར་གསལ་པོ་རེད། ད་མཚམས་མེད་པ་རྣམ་པ་གསུམ་པ། དེ་ནས་བཞི་པ་ལྔ་པ་ཟེར་ནས་ད། སངས་རྒྱས་དཀོན་ལ་ངེས་གསང་གི་ཁྲག་འབྱིན་པ་ཐུག་གི་བར་དུ་ཨོ་ད་དེ་འདྲའི་ཞིག་ནི་མ་བྱུང་བ་ཞིག། དེའི་མཚམས་དེ་ནས་དེ་ནས་ཡང། དེ་དང་ཉེ་བ་ལྔ་བྱུང་བའི་ཆེད་དུ་ཟེར་དུས་མཚམས་མེད་དངོས་རྣམ་པ་ལྔ་བྱུང་ཚར་དུས་དེ་ཉེ་ཉེ་བའི་གི་མཚམས་མེད་པ་ལྔ་ཟེར་ནས་ཡང་དེ་དང་ཆ་འདྲ་བ་གཅིག་གི་ཉེ་བའི་མཚམས་མེད་ཡོད་དེ་རེད་བ། དེ་གཞུང་བ་ཞིག་པ་ཡིན་དུས་ཙམ་ནས་ད་ང་རང་ཚོ་གི་དེ་སྔའི་ཕན་ཆོད་ལ་ཚང་མས་བསྔགས་གཞོང་བའི་ཕྱིར་དུ་ལ་དེ་མ་བསད་པའི་སྡིག་པ་གཞོང་བ་དང་ཕག་བསད་པའི་སྡིག་པ་གཞོང་བ་ཞིག་པ་དང་དེ་བཞིན་དུ། དོ་བདག་སྒྲ་བརྐྱང་པ་གསལ་བས་ཀྱི་སྡིག་པ་སྦྱོང་བ་ཞེས་པ་དེ་རྣམ་པ་གསང་སྟེ་དང། སངས་རྒྱས་འདུ་འཁོར་ལོ་དབྱིངས་བཤད་པ་དེ་དེའི་རྣམ་པ་ཡི་གེ་སྟེ་དེ་སྡིག་པ་སྦྱོང་བ་བྱེད་པའི་ཆེད་དུ་མཚམས་མེད་སྔགས་ཀྱི་ནང་མཚམས་མེད་བགྱི་བ་དེ་ཡང་ཆོས་གོང་དུ་འགྲོ་ཟིན་པ་འདྲ་བོ་དེ་རེད་རེད་ཨེ་རེད། ད་ང་རང་ཚོ་དེ་རིགས་ག་བ་ལས་བསྡད་རེད་ཟེར་ན། ཚོང་པས་ཞིང་ལ་ཤོག་འཚལ་ལོ་གསུམ་བཀག་རྒྱ་ད་དེ་ནས་མ་འགྲོ་དགོས་ཀྱི་རེད་ད་དེ་ཤོག་འཚལ་བ་སུམ་ཅུ་སོ་ལྔ་ཡོད་པའི་ནང་ནས་ཤོག་འཚལ་བ་དེ་དེ་བཅུ་བཞི་པ་དེ་རེད་བཅུ་བཞི་པ་དེ་ཚོང་པས་ཞིང་ལ་ཤོག་འཚལ་ལོ་ཟེར་རྒྱུ་ཕྱིན་ཏེ་ཚང་མའི་པ་ལྔ་གི་ནང་ནས་ད་སོང་ངའི་སེམས་ཀྱི་ཀུན་ནས་ལྷུང་པའི་སངས་རྒྱས་སྐུ་ལས་འཕྲོག་བྱུང་བ་ཟེར་རྒྱུ་ཕྱིན་འོ་ད་དེ་སྡིག་པ་དེ་ཕར་གཞོང་པ་ད་ཚང་མའི་ལྔ་གི་ནང་ལྔ་པ་དེ་རེད་བ་དེའི་ཆེད་དུ་སྡིག་པ་གཞོང་བ་བྱེད་པའི་ཆེད་དུ་དེ་ཤོག་འཚལ་དགོས་རྒྱུ་ཕྱིན་འོ་ད་དེ་རེད།

ད་ཚོང་པའི་ཞིང་ཟེར་བ་དེ་ཕྱི་སྟོང་རྒྱལ་བ་སྐུ་གསུམ་གྱི་ནང་ནས་འདི་ལོངས་སྐུ་རིགས་བསྡད་རེད་ནང་རྒྱུག་ཡོད་ས་རིན་པོ་ཆེ་ལོངས་སྐུ་ཡིན་དུས་ལོངས་སྐུའི་ཞིང་ཁང་ཐང་ཆེན་ནང་ནས་དེ་གང་ན་འདྲ་དེ་བཞུགས་བསྡད་ཡོད་རེད་ཟེར་ན། ད་ཤར་ལྷོ་མྱ་ངན་མེད་པའི་ཤེད་ན་བཞུགས་རེད་གསུངས་ནས་ད་ཕྱོགས་འདྲ་པོ་གསུངས་དང་ན་ཕྱོགས་བཅུ་གི་ནང་ནས་ཤར་ལྷོ་གི་གསུངས་བཞག་རྒྱུ་ཆེན་དེ་རེད་ད་ཤར་དང་ལྷོ་གཉིས་ཀྱི་མཚམས་འདྲ་པོ་དེ་རེད་ཤར་གཅིག་པོ་མ་ཡིན་ལྷོ་གཅིག་པོ་མ་ཡིན་ཤར་རིན་ཆེན་རྒྱུ།

ལོངས་སྐུའི་ཞིང་ཁམས་ཐམས་ཅད་ལ་བདུད་སྡེ་ཉིས་སྟོང་དུ་བཅས་པ་ད་རུང་ཡོད་བསྡད་པ་སོ་སོ་ཤེས་པའི་རྒྱུན་འཆིང་བ་སྐུ་མདུན་པའི་གང་ཟག་ད་རུང་ཤེས་ཐུབ་བསྡད་ས་དེ་ནི། བདག་གི་སྨད་ཤོད་དམའ་ཤོད་ནི་ལས་སླ་ཤོད་ཤེས་ལས་བ་ཤེས་བ་ལ་ལས་སླ་ཤོད་འདྲ་བོ་དེ་བདེ་བ་ཅན་གྱི་ཞིང་ཁམས་རེད་བདེ་བ་ཅན་ལ་སླེབས་ཚར་དུས་རྩ་ནས་ཡང། དེ་ནས་གར་བྱེད་དགོས་རེད་ད་ཅེས། ཉོན་མོངས་དུག་ལྔ་དུག་གསུམ་ནད་དང་ལྡན་ལ་སོགས་པའི་དགྲ་དང་དབུལ་ཕོངས་འཐབ་རྩོད་ལ་སོགས་པའི་སྡུག་བསྔལ་ཐམས་ཅད་གཞན་དུ་ཐོས་མ་མྱོང་གསུངས་འདུག་ཙང་ད་སྡུག་བསྔལ་ཉམས་སུ་དངོས་སུ་མྱོང་རྒྱུ་མེད་པར་མ་ཟད་དུ་མྱོང་བོད་ཀྱི་ད་མྱོང་རྒྱུ་ཡོད་བོད་ཀྱི་མན་གཙང་མྱོང་དེ་རྣ་བའི་ཡུལ་དུ་ཐོས་པ་ཙམ་ནི་མེད་རྒྱུ་ཅན་དེ་འདྲའི་ཁྱེད་ཀྱི་ཞིང་ཁམས་བདེ་བ་ཅན་ལ་དེ་འདྲའི་རེད་གསུངས་འདུག་ད་བདེ་བ་ཅན་དུ་ཆགས་འདྲ་བ་དེ་ལ་ལྷག་བཞག་པའི་གེགས་དེ་ནི་དེའི་ཞིང་ཁམས་གཞན་དག་ཐམས་ཅད་ལ་ད་ལོངས་སྐུ་གི་ཞིང་ཁམས་བསམ་གྱིས་མི་ཁྱབ་པ་ཚད་མེད་པ་ཡོད་གསུངས་ག་རྒྱུ་དེ་འདྲ་ཡིན་དུས་དེ་ནང་ཐང་ཆད་ནང་ལ་ས་ཐོག་གི་སེམས་པ་སྐྱོང་སྐྱོང་བྱེད་ས་འདྲ་བོ་ཅི་རེད་མ་གཏོགས། འདི་ས་མ་ཐོག་པི་གའི་ཁ་སུམ་ཁོ་བོས་ཀྱི་སྡུག་བདེན་གྱི་གང་ཟག་ང་རང་ཚོ་ལྟ་བུ་དེ་ན་ཤེས་ཐུབ་ཀྱི་མ་རེད་ད་དེ་ཤེས་པ་ལན་ཐུག་ས་བྱེད་ཀྱི་ལོངས་སྐུའི་ཞིང་ཁང་བདེ་བ་ཆེ་ཁོ་ན་རེད་བསམ་ནས། ད་ཞིང་ཁང་གཞན་ལ་ཆད་པ་འཕགས་ཚུལ་དེ་བཤད་འོང་རྒྱུ་ཅིག་དེ་རེད་བ་ཨུ་མི་རེད་ཤེས་བ་སླ་བུའི་གི་དགོས་པ་བཤད་ནས་ཤི་མི་འདུག་པི་གའི་དེ་ནི་ཁྱད་པར་ཅན་གྱི་དགོས་པ་དེ་གཉིས་པོའི་རྒྱུ་མཚན་ལ་བརྟེན་ནས་ད་ང་རང་ཚོ་གི་འབད་རྩོལ་བྱེད་ས་མ་ནོར་བ་དེ་བདེ་བ་ཅན་ལ་རེ་བ་རྒྱག་དགོས་རེད་དོ། དེ་ཁ་ལག་མེད་དུ་དངོས་གནས་འཇོག་རྒྱུ་ཡོད་རེད་བསམ་ན་ད་དེ་རེད། རྒྱལ་བའི་བཀའ་ཡིན་ན་དེ་རེད་བླ་མའི་ལུང་ཡིན་ན་དེ་རེད་རྒྱལ་པོའི་མཁས་གྲུབ་ཐམས་ཅད་ཀྱི་གསུང་དུ་ས་དང་འོག་དང་ཤར་བྱང་པའི་དན་རྟགས་གཅིག་དེ་རེད། དེ་ནི་ངེད་ནང་གི་སློབ་སྦྱོང་མུ་མཐུད་ནས་བཟོ་ཚར་བ་གཅིག་རེད། དེ་ལྟ་བུ་གཅིག་འདུག་ད་ལོངས་སྐུའི་ཞིང་ཁམས་ཐམས་ཅད་ལ་ད་མྱ་ངན་མེད་པ་ཡིན་པ་དང་བརྒྱ་ཆ་བརྒྱ་རེད་མྱ་ངན་ཟེར་ན་ད་ཁོ་སྲུང་འཁོར་བའི་སྡུག་བསྔལ་འདྲ་བོ་མི་འདོད་པ་ཐོག་ཏུ་བབ་པའི་སྡུག་བསྔལ་ཡོད་མ་རེད་འདོད་པ་ཐམས་ཅད་མི་འགྲུབ་པའི་སྡུག་བསྔལ་ཡོད་ནི་མ་རེད། དེ་དེ་ན་ཐང་ཅིག་ཁོ་སྲུང་ཁོ་བོས་ཀྱི་སྡུག་བསྔལ་དག་ཅིག་ནམ་མ་རེག་གོ་ནགས་སྲུང་རྒྱུ་ཚགས་མ་རེག་གོ་ཚགས་སྲུང་རྒྱུ་ཤི་མ་རེག་གོ་ཤི་སྲུང་རྒྱུ་ལ་སོགས་པ་དེ་སྲོག་ཐང་ཅིག་གི་སྡུག་བསྔལ། དེ་ནས་ཤེས་བཞིན་སྤྱོད་པའི་རྒྱུ་ཉོན་མོངས་ངན་དུ་གྱུར་རྒྱུ་མེད་གསུངས་པ། རྒྱུ་ཉོན་མོངས་ངན་གྱུར་མེད་གསུངས་པའི་རྒྱུ་མཚན་ལ་བརྟེན་ནས་ཡང་དེ་བདག་བསྡུས་པར་བཞག་དགོས་བསམ་ན་ཞེས་པའི་གོ་སྐབས་དང་དུས་ཚོད་བཙལ་ནས་ཡོད་ནི་མ་རེད་ཟེར་རྒྱུ་འདྲ་བོ། དེ་བཞིན་དུ་མངལ་ཤེས་ཀུན་སྔ་ཡན་ཏན་ཀུན་ལ་གདན་གསུམ་པ་རྣམས་རེ་ཤེས་དང་མངལ་ཤེས་རྫུ་འཕྲུལ་དུ་བཅས་པ་ཐམས་ཅད་ཡིན་དུ་བསམས་ནས་དེ་དག་གི་དུས་ན་ལ་ཀུ་ཇག་འཕྲང་སྲུང་ཀུ་ལྕགས་འཕྲང་སྲུང་ལ་སོགས་པ་བྱེད་དགོས་བསམས་ནའང་བྱེད་པོ་གི་གོ་སྐབས་དུས་ཚོད་རྩ་ནས་རག་གི་མ་རེད་གསུངས་སོང་ལྟ་བུ་ཡིན་དུས། སྒྲ་དང་དབུ་འཕང་མཐའ་ཚོད་ལ་སོགས་པ་སྡུག་བསྔལ་ཐམས་ཅད་ཤེས་འདི་ཐོས་མ་མྱོང་པ་བདེ་བ་ཅན་ལ་ཡིན་པ་བཞིན་དུ་དེར། ད་ཤོག་སྐྱོ་དུས་ཡོད་སོང་ཟེར་བ་ནོར་ཡོད་ཅིག་གི་ལོངས་སྐུ་ཞིང་ཁང་ཡིན་མདོག་ཐང་ཆད་ལ་དེ་བས་ཀྱང་ནི་ད་སྡུག་བསྔལ་རྣ་བས་ཐོས་རྒྱུ་ཙམ་མེད་པ་ཨ་སྐྱོང་སྐྱོང་དེ་བས་ཀྱང་རེད། ད་དེ་འདྲའི་ཡིན་དུས་མྱ་ངན་མེད་པའི་ཞལ་གསེར་མཁན་གྱིས་མདོར་ན། ལོངས་སྐུ་ཞིང་ཁང་གི་ཕར་ལྷོ་ཕྱོགས་དུ་ན་ལག་ཤ་ལྷོ་གཉིས་ཀྱི་མཚམས་དུ་ན་ཡོད་ནི་རེད་བསམ། དེ་ན་ལ་དུས་ན་རྒྱུན་བཞུགས་བསྡད་མཁན་བྱིན་གྱིས་རེད་བསམ་ད་ཚོང་པས་ཞལ་གསེར་རྒྱུ་བྱིན་གྱིས། དེ་ནས་རྫོགས་པའི་སངས་རྒྱས་ལོངས་སྐུ་བ་དེ་དེ་ན་བཞུགས་བསྡད་ཡོད་རེད་བསམས། ད་དེ་དུས་ན་བཞུགས་ཡོད་ས་ཞིག་ཕུད་ནས་ཅིག་རེ་གོ་ཅིག་དེ་ཤེས་དགོས་ཀྱི་ཅིག་དེ་རེད། གཉིས་པ་དེ་ལ་ད་ང་རང་ཚོ་གི་སྟོང་ཤག་འདི་ཉང་ལེན་བྱས་པའི་སྐབས་སུ་ད་འཇིག་རྟེན་མི་ཡུལ་ང་རང་ཚོ་མི་རེ་བ་མི་ཡུལ་འདི་ན་བསྡད་ཡོད་རེད་མི་གཅིག་གིས་མི་ཡུལ་འདི་ན་ལ་སྒང་སྦྲུལ་ཉང་ལེན་བྱས་ཡོང་དུས་དེ་དུས་ད་སྒང་གི་རྗེ་གུ་གུར་བ་ཤང་ཚ་ས་ཞེས་པའི་ཡུལ་ཚོང་པའི་ཤིང་སེ་དེ་ད་གནས་ག་ན་ནས་ཡོད་རེད་བསམས་པ་ད་ནི་མི་ཡུལ་ལ་ཡོད་དེ་རེད་མི་ཡུལ་ལ་ཤ་སྐྱ་ཐོབ་པ་གི་འདི་དང་པོ་ཉན་ནས་སྟོང་ཕྱག་ནི་མ་གསུངས་པའི་སྐབས་སུ་ནི་དེ་བདེན་བྲལ་ཞུ་ལོངས་སྐུའི་ཞལ་ནི་མ་བདེ་སྐྱེས་སུ་འགྱུར་སོ་ཞེས་བདེན་བྲལ་ཞུའི་དཔང་པོའི་ཚུལ་དུ་བཞུགས། ཁྲི་ལས་འཇུག་པ་སྤྱི་དྲིལ་གྱི་སེམས་བསྐྱེད་དང་བཅས་ལ་ད་ཕན་བར་དུ་བདེ་བའི་ས་ལ་འདྲེན་པ་ཞེས་པའི་དོན་འདོད་ལ་དེ་ཁོང་རྣམ་པར་ནི་བཞུགས་བསྡད་པ། དེའི་གནད་འགག་དེ་ཡར་དྲན་ནས་ད་རང་ཉིད་གང་ལ་བཞུགས་ཡོད་པའི་བསྡད་ཡོད་པའི་གི་དེ་ཡར་གྱི་མདུན་གྱི་ནང་གི་གནད་ནི་མ་ལ་དེ་བདེ་སྐྱེས་སུ་འགྱུར་སོ་ལྔ་པོ་ཤཱཀྱ་ཐུབ་པ་གཙོ་བོ་ཞིག་ནི་དབུས་དུ་ན་སྐྱིལ་མ་དུ་ན་ལ་བཞུགས་ནས་ད་རང་ལ་ཚུར་གཟིགས་ནས་བསྡད་ཡོད། བདག་སོགས་སེམས་ཅན་ཐམས་ཅད་ཀྱི་དེ་ནི་སྡིག་སྒྲིབ་ཉེས་ལྟུང་ཐམས་ཅད་འཕགས་རྫོང་སྦྱོང་བ་ཞེས་པའི་གྱི་བསྟན་དོ་ལ་དེ་སོགས་ཀྱི་ཤཱཀྱ་ཐུབ་པར་གཙོ་བོ་ཞེས་པའི་བདེ་གཤེགས་སོགས་ངག་གི་མདུན་དུ་ལ་ཡར་འཁོད་ནས་ཁོང་རྣམ་པ་རྣམས་ལ་ཡར་དག་རེ་བ་རྒྱག་པའི་གྱི་ཚུལ་དུ་བྱས་ནས་དེ་ནི་གནད་ཡོད་གསུངས་པ་ལྟ་བུ་ད་དེ་འདྲའི་སྒང་དགོས་རྒྱུ་དེ་འདྲ་འདྲ་རེད་དེ་རེད་བའམ་རེད་དེ་ལ་མི་འདྲ་བ་མེད་རེད་འོ་ད་དེ་སྒང་འོངས་པའི་དུས་ཚོད་དེ་ན་ལ་ད་ག་ན་རེད་ཟེར་ན་ལྷ་ཁ་ལོ་གཉིས་ཀྱི་མཚམས་ཟེར་དེ་ཤཱཀྱ་ཐུབ་པའི་མདུན་གང་ཡིན་པ་དེ་ཤར་རེད་དེ་ཡོད་རེད་ད་དེར་སོང་ནས་གཏོང་དགོས་གི་རེད།

ད་ལོངས་སྐུའི་ཞིང་ཁང་ལ་ཁོང་ལོངས་སྐུ་སྦྱིན་ཆད་བཅུ་གསུང་དུ་བཀྲལ་བསྡད་པ་ཕྱིན་ཅི་འཚོལ་དུ་བཞུགས་ཡོད་པ་བརྒྱ་ཆ་བརྒྱ་རེད་དེ་ད་འཇིག་རྟེན་མི་ཡོད་ལ་མ་གདན་འདྲེན་ཞུ་ཚར་དུས་ཐང་ཆད་སོང་མ་སྤྲུལ་སྐུ་གཙོ་བོ་ཤཱཀྱ་ཐུབ་པ་དེ་ཁོང་གི་གཙོ་བོ་གཅིག་ཡིན་དུས་དེ་ཁོང་གི་འཁོར་དུ་གདན་འདྲེན་ཞུ་ཚར་དུས་མ་མི་ཡོད་གདན་འདྲེན་ཞུ་ཚར་དུས་ཚང་མ་དེ་སྤྲུལ་སྐུ་ཤཱཀྱ་ཐུབ་བདུད་ཀྱི་སྐུ་ཆས་ན་བཟའ་ལྟ་བུ་ཕྱིན་ཅི་ད་དགེ་སློང་གཅིག་གི་ཆ་བྱད་ཡིན་པ་ཕྱིན་ཅི་ཅི།

ཐང་ག་འདྲ་བོ་ཚད་ལྡན་བྲིས་ན་འདི་འདྲའི་ཞིག་ནི་ཀླུ་སྒྲུབ་ཀྱི་སངས་རྒྱས་པ་འདི་དང་མཐུན་པ་ཅིག་བྲིས་སོང་ན་དེ་པད་མ་སྲས་ཀྱི་ཚད་ལྡན་ཆགས་ཀྱི་ཡོད་རེད་བ། ད་ང་སོགས་ཀྱི་སྒང་སྟོང་དེ་ལ་དངོས་གནས་ཤེས་རིག་གསལ་བོ་ཅིག་ནི་དཀོན་མདོག་ཤང་མཚན་རྒྱན་ཆ་ལུགས་ཚུན་ཆོད་ནས་བཟུང་དེ་ལ་ད་ས་ལ་མ་འདྲེས་པའི་ཚུལ་དུ་ལ་དེ་ས་སྣང་ཐེག་དགོས་བསམ་ནས་ད་ཤེས་རིག་སྒང་ཚད་ཐམས་ཅད་དེ་འདྲས་བཤད་འདུག་རེད་བ།

རྒྱུད་སྡེ་ཐམས་ཅད་ཀྱི་ནང་ནས་ད་ལྟ་ཤེས་རིག་སྒང་དབུ་མི་རེད་ཤེས་རིག་སྒང་དབུ་མི་གནས་དཀའ་ན་ཤེས་རིག་རྡོ་རྗེའི་ཆོ་ག་ཟུང་ཤིག་ཤེས་དབུ་མི་གནས་དཀའ་ན་དེ་དུམ་བུ་གི་ས་བོན་སྒང་ན་ཡང་ས་བོན་གྱི་ཁ་དོག་དེ་ཡང་ཨམ་ཨ་ཧོང་རོང་ཧྲི་ལ་སོགས་པ་ཅི་སྒང་ན་ཡང་དེ་སངས་རྒྱས་གང་རིགས་ཀྱི་ཁ་དོག་ག་འདྲའི་ཡོད་པའི་གི་དེ་ས་བོན་དེ་ཁ་དོག་དེ་ལྟར་དུ་སྒང་སངས་གི་ཡོད་རེད་བ། ཨོ་དེ་ནོར་གི་བྱས་ནས་དེ་ས་བོན་དེ་ཤངས་ཚན་ལ་ཡག་འཇོག་འགྲོ་དུས་ཤངས་ཚན་དང། ཡང་པདྨ་དང་དར་གྱི་རྡོ་རྗེ་ལ་སོགས་པ་ནོར་བུ་ལ་སོགས་པ་དེ་རིགས་བདག་རྒྱལ་བ་རིགས་ལྔ་མཚན་པ་ཞེས་བོད་ཀྱི་ཤོང་ཚད་སྔགས་སྣང་བརྒྱུད་རེད་དེ་སོགས་ཀྱི་ཐང་ཆེན་ག་རེ་སྒང་ན་ཡང་ཁ་དོག་གི་མདོ་ག་དེ་ཡང་སངས་རྒྱས་གང་རིགས་ཀྱི་སྐུ་མདོག་ག་འདྲའི་ཡོད་པ་དེ་འདྲ་ཅིག་སྒང་སངས་ག་ཨེ་མི་འདུག་དོན་ད་གལ་དུ་རེག་བྲལ་འོན་ཏེ་འདི་ནས་ཡང་དེ་འདྲའི་བཤད་དགོས་པ་ལ་རྒྱ་ཤ་རྒྱ་ནོར་འགྲོ་རྒྱུ་དང་ནོར་ས་གོ་ས་འདྲ་ཡོད་མ་རེད་བསམ་པ་ཅིའོ་དེ་འདྲའི་རེད་སངས་རྒྱས་གོང་རིམ་གྱི་སྐུ་མདོག་དེ་སེར་པོ་ཅིག་ཡིན་དུས་མེ་ཏོག་པད་མ་ནང་བརྒྱུད་དེ་འོ་ད་སེར་པོ་ཡིན་པ་ཅིག་སེར་ཤས་ཆེ་བ་ཅིག་དེ་འདྲའི་སྒང་བཞག་ན་དེ་འགྲིག་བསྡད་པ་འདྲ་བོ་ཨོ་བརྒྱ་ཆ་བརྒྱ་རེད་བསམ་གྱི་ཨོ་དེ་འདྲའི་རིགས་མེ་ཏོག་པད་མ་དེ་སེར་པོ་ནང་བསྡད་པ་དེ་འདྲ་ཅིག་སྒང་བསམ། ཟླ་བ་དང་པད་མ་སྣམ་པའོ་བསམ་རེད་མཁན་པོ་ཀླུ་སྒྲུབ་གསུངས་པ་རེད། ད་དེ་འདྲ་ཅིག་ཡོད་བསམ་ག་རྒྱུ་ཅན་ཨོ་ད་དེ་རེད།

དེ་བཞིན་ས་གཞན་བཞི་གཞན་ཡོད་ལ་སོགས་པ་དེ་འབྲེལ་གྱི་དམིགས་བསལ་གྱི་སྐུ་འོང་དུས་ད་ལྟའི་འཕྲིན་ལས་ཀྱི་སྟེང་དུ་གུ་ཡོར་བ་དམིགས་བསལ་གྱི་ཁོང་གི་སྐུ་གསུང་ཐུགས་ཀྱི་དངོས་གྲུབ་ཐམས་ཅད་དུ་བདུད་བཞི་འགྲོ་བ་ཐམས་ཅད་ལ་མ་གཞི་འདས་མཁན་དང་ཞིང་པ་པོ་གྱི་དེ་འབྲེལ་རེས་སུ་ད་ལྟའི་དངོས་སུ་སྟེང་དུ་གུ་ཡོར་བ་གཅིག་དེ་རེད། མ་གཏོགས་ཚོང་པ་ཟེར་རྒྱུ་དེ་ཧ་ལམ་སྐྱི་པགས་འདྲ་གྱི་རིགས་ཚོང་པས་གཞན་ཟེར་འདུག་དེས་དད་འདོགས་དེ་འདྲ་ནི་མི་ཤེས། མདོར་ན་དད་འདོགས་བཤད་ཚད་ཐམས་ཅད་ཚང་མ་དེ་སྐུ་གསུང་ཐུགས་ཀྱི་ཐུན་མོང་གི་ཡན་ཏན་དུ་བསྐྱེད་ཐུན་མོང་མིན་པའི་ཐུགས་ཀྱི་ཡན་ཏན་ཡེ་ཤེས་དུ་བསྙེན།

ཐུན་མོང་མོས་པའི་རྒྱས་དང། ཡེ་ཤེས་གསལ་སྣང་ཡང་ཐུགས་ཀྱི་ཡན་ཏན་ཆོད་པས་ཟག་པ་མེད་པའི་ཡེ་ཤེས་སངས་རྒྱས་ཀྱི་ལམ་ལྔའི་ལམ་ལྔ་ལས་འདའ་ཟབ་པའོ་ལམ་ལྔ་པའི་ངོ་བོ་ཆོད་པའམ་ལྷ་མི་ལྷོ་ལམ་གྱི་ངོ་བོ་ཆོད་པ་གལ་ཏེ་སངས་རྒྱས་ཀྱི་སས་བསྡུས་དགག་པ་ཅན་གྱི་ཡེ་ཤེས་ཀྱིའོ་དེ་ལ་བརྟེན་འདུ་རྒྱུ་དང། ཡན་ཏན་ཡང་དག་སྐུ་ཡི་ཡན་ཏན་ཡོད་རེ་ཐུགས་ཀྱི་ཡན་ཏན་གསང་གི་ཡན་ཏན་སྐུ་གསུང་ཐུགས་ཀྱི་ཡན་ཏན་ཐམས་ཅད་སངས་རྒྱས་ཀྱི་སས་བསྡུས་དགག་པ་ཅན་གྱི་ཡོད་རེ། མཛད་པ་འཕྲིན་ལས་འཕྲིན་ལས་རྣམ་པ་བཞི་ལ་སོགས་པ་ཡོད་འདུ་དུ་དམིགས་བསལ་གྱི་དག་ཡེ་ཤེས་དང་ཡན་ཏན།

ཡང་ན་ནི་ཚོང་པ་གི་ལྷ་ཤིང་ཚོང་པ་ཟེར་བའི་ད་ལྟ་གཟུགས་ཁང་གི་གནས་རིའི་རྣམ་པ་སྐྱོ་གདུང་ནང་ནས་ཚོང་པ་ཚོང་དང་ཚོང་པ་ཟེར་མོད་ལྷ་ཤིང་ཚོང་པ་ཟེར་མོད་ཀྱི་ཡོད་རེད་བ་སྤྱང་ལྡེང་འདྲེ་ཚོང་པ་དང་རྒྱ་གཞིས་རྣམ་པ་གཉིས་པོ་དེ་སྤྱང་ལྡེང་འདྲེ་ཤ་ཆ་ཐུབ་པ་དེ་ཀུན་མ་འཁྲུངས་པའི་སྔས་རང་ནས་བཟང་སྟེ་ཁོང་གསུང་ཤོག་ཤིག་འདུག་མི་ཆེན་ཁོང་ཉིད་མཚམས་ཞོགས་པའི་དུས་སུ་ཡིན་ནའང་གསུང་ཤོག་ཞིག་བདག་བདག་སྐྱོང་གི་གནས་ཚུལ་མ་ཡིག་གི་མངལ་དུ་བཞུགས་བསྡད་པའི་གནས་སྐབས་ནང་གསུང་ཤོག་ཞིག་ཁོང་བསྐུར་མ་བཏང་པའི་གནས་སྐབས་ནའང་གསུང་ཤོག་ཞེས་པ་མ་ཟད་བར་གྱི་དེ་ནས་ཀྱི་མེ་ཏོག་གི་ཆར་བར་གྱི་འཁྲུལ་མཛད་རྒྱུ་ལ་སོགས་པ་གསུང་ཤོག་བཞེས། དེ་ནས་ཁོང་སོང་རྗེས་མ་བསགས་ཀྱི་བར་དུ་ལ་དཀའ་ངལ་ཁྱད་དུ་བསད་པའི་དུས་ཚོད་ལ་ཡང་ཁོང་གི་གསུང་ཤོག་ལུང་བསྟན་གྱི་དགོས་ཚད་ཐམས་ཅད་མཛད། སངས་རྒྱས་པའི་མཛད་པ་གཏིང་ཟབ་པའི་གནས་སྐབས་ནང་རྩོམ་པ་རྒྱ་ཆེན་གཉིས་དངོས་སུ་མ་ཕེབས་ན་ཆོས་འཁོར་བསྐོར་རོགས་གྱིས

བདག་གིས་ཕན་པ་དང་བདེ་བའི་གཞི་དངོས་གྲུབ་ཐམས་ཅད་དུ་མ་གཞན་རེད་ཟེར་བ་དང་མཆོག་དང་ཐུན་མོང་གི་དངོས་གྲུབ་ཐམས་ཅད་གཞན་རེད་ཟེར་རྒྱུ་འདྲ་བོ་ཨོ་ད་དེ་འདྲའི་ཆེད་ཞེན་བྱ་ཞེན་ཞིག་ཞེན་ཚོད་ཅིག་འདི་དངོས་སུ་བསྟན་ཡོང་དུས་ད་དེ་གའི་མཛད་པ་འཕྲིན་ལས་མི་སེར་སྟེང་འགྲོ་གི་ཡོད་རེད། དེའི་སེམས་ཅན་ཐམས་ཅད་ལ་དག་པའི་བདེ་བ་བཞིན་པ་ནི་ལས་སོ་གསུངས་ནས་ད་འཕྲིན་ལས་སྟེང་རེད་གསུངས་ལས་རེད་གསུངས་ཞེན་ཞེན་ཟེར་རྒྱུ་དེ་ལས་རེད། ལས་ག་རེ་འཁྲི་ཁང་གི་ལས་འགན་འདྲ་བོ་ག་རེ་ཟེར་ད་ང་སོང་ནང་ཇོ་མང་ནས་ཀྱི་འདི་འདེམས་འདུག་གི་ར་སངས་རྒྱས་ཐམས་ཅད་ལ་ད

ད་བདག་དད་སྒྲུབ་རྒྱུ་ཆེད་བརྩེ་བ་ཉིད་ནས་བསྡད་ཡོད་མ་དེ་སངས་རྒྱས་ཐམས་ཅད་སྒྲུབ་མ་ས་ན་སངས་རྒྱས་མ་རེད། སོ་སངས་རྒྱས་ཡིན་ནས་བཟང་དེ་བདག་དད་འགྲུབ་ཟིན་པའི་ཁྱབ་རེད། ད་གཞན་དད་སྒྲུབ་རྒྱུ་ཆེན་དེ་ད་རུང་དེ་སྔའི་གཞས་ཚ་བའམ་མཐའ་ཡས་པ་ཚ་རེད་དེ་ད་རུང་ཡང་ཚ་རྒྱུ་མཇུག་བསྒྲིལ་ཡོད་མ་རེད་ད་རུང་སེམས་ཅན་མ་བཟད་པ་དུ་རེད། དེའི་སླད་དད་དེ་སྒྲུབ་དགོས་དུས་ད་དད་སྒྲུབ་པ་ཞེས་པའི་གི་དད་དེ་ཁོ་ན་ལ། ད་སངས་རྒྱས་འཕྲིན་ལས་དུས་ལས་ཡོལ་བ་མིན་གསུང་བ་ནོངས་གིས་ཅི་འགྱིག་གེ་དེ་སྡེར་བཅས་ཉིན་ཚེ་འཁོར་མི་གཡོ་ཟེར་རྒྱུ་འདྲ་བསྐལ་པ་ནས་བསྐལ་པའི་བར་དོ་ལ་ད་བསྐལ་པ་ཚད་མེད་པའི་ཞིང་ཞེན་བསྐལ་པ་བསྐལ་པ་རྒྱ་མཚོ་ལྟ་བུ་དང་སེམས་ཅན་རྒྱ་མཚོ་ལྟ་བུ་ཤེས་པ་རྒྱ་མཚོ་ལྟ་བུ་རྟོགས་པ་རྒྱ་མཚོ་ལྟ་བུ་སྨན་བླང་རྒྱ་མཚོ་ལྟ་བུ། དེ་རྒྱུད་གཞུང་ཚུལ་ལྟ་བུ་ད་ཀུན་ཏུ་བཟུང་བའི་སྨན་བླང་ཟེར་ན་བཟུང་ཤོས་སྨན་བླང་གི་ནང་དུ་འཕགས་པ་ཀུན་ཏུ་བཟུང་བའི་སངས་རྒྱས་ཀྱི་ཆེད་ད་སངས་རྒྱས་ཤཱཀྱ་ཐུབ་པའི་སངས་རེད་ཟེར་ནའང་སྐྱེས་པ་རེད་ཤཱཀྱ་ཐུབ་པའི་མདོག་གི་ནང་ཤཱཀྱ་ཡོད་པ།

དེ་སེམས་ཅན་ཐམས་ཅད་ལ་དེ་མ་གཏོགས་པའི་སེམས་ཅན་ཐམས་ཅད་ལ་དེ་དག་པའི་བདེ་བ་གཞན་ས་འདི་དག་ཅིག་དག་པའི་བདེ་བ་ཟིན་མཁན་དེ་སངས་རྒྱས་ཀྱི་ས་ལ་ཡང་དག་བདེ་གཤེགས་ཀྱི་ས་ལ་རིམ་པ་བཞིན་དུ་རིམ་གྱིས་རིམ་ཆོས་མིན་ཆོས་ལ་བཀོད་ཆོས་པ་ལང་དུ་ཞེས་ལང་གཅིག་དེ་འབྲས་བུ་སྐུ་ལྔ་ཡེ་ཤེས་ལྔ་ལ་སོགས་པའི་ཀྱི་དོན་དུ་ལ་ཡང་སྦྱོར་བ་ཞིག་འདྲེན་པ་ཞིག་བཟླས་པ་དེ་འདྲའི་གྱི་ཕན་པ་དང་བདེ་བའི་གྱི་གནས་དེ་ནས་དངོས་གྲུབ་ཐམས་ཅད་དུ་མ་ཞིང་བཟླས་པ་དེ་ཡིན་དུས་ད་ལྟའི་བྱེད་རྒྱུ་དེ་ཁོང་གི་ལས་འགན་དངོས་མ་འདྲ་བ་སངས་རྒྱས་ཐམས་ཅད་ཀྱི་སྒྲུབ་མ་བསགས་པའི་ལས་འགན

ད་མཚུངས་པས་གཞན་ལ་ཕྱག་འཚལ་དགོས་པ་དེ་གས་ཕྱག་འཚལ་གཅིག་འཚལ་ན།